ངོ་བོ་ལ་སོགས་དེ་ནི་ད་སྐབས་འདི་ལ་ང་ཚོ་ཨ་ཧ་གོ་དགོས་ཡ་གཅིག་དེ་ང་ཚོ་བསྟན་བཅོས་ལ་ཨ་ནི་དགུ་སོགས་ཆུ་བྱིས་ལབ་ཡ་གཅིག་ཡོད་རེད་ནི་དེ་གཅིག་དགུ་སོགས་ཆུ་བྱིས་ལབ་དེ་གང་ལ་བསྟན་བཅོས་རྣམ་པར་དག་པ་གཅིག་ཡིན་ན། བརྗོད་བྱ། དགུ་པ། ཉིང་དགུ། འབྲེལ་བ། ཟེར་ཡ་དེ་འདྲ་གི་བྱིས་ཡོད་རེད། ཨོ་དེ་འདྲ་གི་བྱིས་དེ་ཨ་ནི་ང་ཚོ། ལྟ་མཇུག་རྣམ་དག་གི་ཨེ་ནི་ཚད་འདྲ་བོ་ཅིག་ལ་བཞག་ཆོག་པ་རེད། དེ་ཡིན་དུས་ཨེ་ནི་ད་ང་ཚོས་བརྗོད་བྱ་ལབ་དེ་གང་ལ་ཡང་བརྗོད་བྱ་དག་གཟིགས་ཅིག་སྒྲ་དེ་གི་དོན་དག་ཅིག་བསྟན་གི་ཡོད་རེད་ཟེར་བ་ཙམ་མ་ཡིན་པར་བརྗོད་བྱ་ཕུན་སུམ་ཚོགས་པ་ཞིག་ཡོད་པའོ། དེ་འདྲ་ཅིག་དགོས་ཀྱི་ཡོད་རེད་དཔེར་ན། ནང་པ་སངས་རྒྱས་པའི་ལྟ་ཚུལ། གི་དབང་དུ་བྱས་པ་ཡིན་ན་བརྗོད་བྱ་དེ་ལ་ནི་སྡིག་པ་ལས་བཟློག་ཀྱང་དགེ་བ་ལ་འཇུག་པ་སྡིག་པའི་བྱ་བ་སྤངས་ནས་དགེ་བའི་བྱ་བ་བསྒྲུབ་པའི་ཕྱོགས་ལ་འགྲོ་ཡའང་དེ་འདྲ་གི་ནི་བརྗོད་བྱ་གཅིག་དགོས་ཀྱི་ཡོད་རེད། བརྗོད་བྱ་དེ་ནི་དགུ་པ་རེད་དགུ་པ་ལབ་སྟེ་གནས་སྐབས་ནི་བསྟན་བཅོས་དེ་བརྗོད་བྱ་ཧ་གོ་བ། སྙིང་གུས་ལབ་སྟེ་བརྗོད་བྱ་དེ་ཧ་གོ་བ་ལ་བརྟེན་ནས་མཐར་ཐུག་ཐར་པ་ཐོབ་པའམ་ཡང་ན་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པ་ལ་གྲོགས་བྱེད་ཐུབ་པ་དེ་ལ་རོགས་པ་བྱེད་ཐུབ་པ། རེ་བ་བརྟན་བཞུགས་ཅི་ཡིན་ན་ཁོ་རང་གི་བརྗོད་བྱ་དེ་ཧ་གོ་སྟེ་ཉམས་སུ་བླངས་པ་ལ་བརྟེན་ནས་མཐར་ཐུག་ཐར་པ་ཐོབ་པའམ་ཡང་ན་ཐམས་ཅད་མཁྱེན་པ་ཐོབ་པའོ་དེ་འདྲ་ཅིག་ལ་རོགས་བྱེད་ཐུབ་པ་དེ་འདྲ་ཅིག་ལ་སྙིང་གུས་ཟེར་གྱི་རེད། དེ་ནི་འབྲེལ་བ་ལམ་རེད། འབྲེལ་བ་ལམ་ན་བརྗོད་བྱ་དེ་ནི་དགུ་པ་ལ་འབྲེལ་བསྡད་ཡོད་པ། དགུ་པ་དེ་ཉིང་དགུ་ལ་འབྲེལ་བསྡད་ཡོད་པ་དེ་འདྲ་ཅིག་གོ་རེ་ས་འབྲེལ་མེད་མ་ཡིན་པ། རྒྱལ་སྲས་ལག་ལེན་སོ་བདུན་འདྲ་བོ་ཅིག་ལ་དཔེ་ཆ་བཞག་པ་ཡིན་ན། ཁོང་རང་གི་རྐང་སྟན་ཡར་གྱི་རྒྱལ་སྲས་ལག་ལེན་སོ་བདུན་དེ། ཁོང་རང་གི་བརྗོད་བྱ་རེད། སྒུག་པ་ག་རེ་རེད་ལབ་ན་ཨ་ནེ་རྒྱལ་སྲིད་ལག་ལེན་གསོ་བདུན་གྱི་གཞུང་འདི་ཀློག་ནས་གནས་སྐབས་སུ་ང་ཚོ་རྒྱལ་སྲིད་བྱང་ཆུབ་སེམས་དཔའི་ཨ་ནེ་ལམ་ཉམས་ལེན་གྱི་རིམ་པ་འདི་འདྲ་འདི་འདྲ་འདུག་ཨ་བསམ་ནས་ང་ཚོ་ཧ་གོ་བ་དེ་རེད། ཧ་གོ་བ་དེ་ལ་བརྟེན་ནས་ཨ་ནེ་མཐར་ཐུག། སངས་རྒྱས་ཀྱི་གོ་འཕང་ཐོབ་པ། ལག་ལེན་སོ་བདུན་དེ་ཉམས་སུ་བླངས་པ་ལ་བརྟེན་ནས་མཐར་ཐུག་སངས་རྒྱས་ཀྱི་གོ་འཕང་ཐོབ་པ་སྟེ་ཉིང་དགུ་རེད། འགྲེལ་བ་ག་རེ་རེད་ལབ་ན་བརྗོད་བྱ་སྟེ་དགུ་པ་ལ་འགྲེལ་བསྡད་ཡོད་རེད་བ། རེད་བ་བརྗོད་བྱ་དེ་འདྲ་ཅིག་མ་བལྟས་ན་གནས་སྐབས་ཀྱི་དགུ་པ་རྒྱལ་སྲིད་ལག་ལེན་སོ་བདུན་དེ་ང་ཚོ་རྟོགས་ཐུབ་གི་མ་རེད་བ། འོ་དེ་རྟོགས་ནས། ཨ་ནི་རྟོགས་ནས་ཉམས་སུ་བླངས་པ་ལ་བརྟེན་ནས་ཉིང་དགུ་མཐར་ཐུག་གི་ནི་གོ་འཕང་དེ་ཐོབ་པ། སྔ་མ་དེ་ཕྱི་མ་གི་རྒྱུ་ཆགས་དུ་ཡོད་པ། སྔ་མ་ལ་བརྟེན་ནས་ཕྱི་མ་བྱུང་བ། འོ་དེ་འདྲ་ཅིག་ལ་འབྲེལ་བ་ཞིག་ལབ་དགོས་ཡོད་རེད། གང་ལྟར་སྔ་མ་ལ་བསྟུན་ནས་ཕྱི་མ་བྱུང་བ། རེད་བ། བརྗོད་བྱ་དེ་འདྲ་ཅིག་ཡོད་པ་ལ་བརྟེན་ནས་ཀློག་མཁན་གྱི་ནི་སྐབས་སུ་ལག་ལེན་སོ་བདུན་དེ་ཧ་གོ་འགྲོ་གི་རེད། དེ་ཧ་གོ་བ་ལ་བརྟེན་ནས་ཉམས་ལེན་བྱས་ན་ཉིང་དགུ་དེ་གྲུབ་ཡོང་གི་རེད་དེ་འདྲ་ཞིག་ལ་འབྲེལ་བ་ཟེར་གི་ཡོད། དགུ་སོགས་ཆུ་བཞི་མ་ཚང་ན་བསྟན་བཅོས་རྣམ་དག་མིན། འོ་ང་ཚོ་ནང་པ་སངས་རྒྱས་པའི་གཞུང་ལ་དེ་འདྲ་གསུང་གི་ཡོད་པ་རེད། ཉིང་ལབ་ན་མཐར་ཐུག་གི་དོན་དག་རེད། དགུ་པ་དང་ཉིང་དགུ་གང་ཡང་མེད་པ་དེ་འདྲ་གི་བསྟན་བཅོས་མང་པོ་ཡོད་རེད། འོ་དེ་ཚོ་ནང་པ་སངས་རྒྱས་པའི་ངོ་ནས་བལྟས་ན་བསྟན་བཅོས་རྣམ་དག་མ་རེད། ཨོ་དེ་འདྲ་གསུང་གི་ཡོད་པ་རེད་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།